ཨོ་ཡ་ཏྲེ་སི་ལེ་སློབ་ཕྲུག་ཚོ་ཡང་བསྐྱར་མཇལ་བར་དགའ་བོ་ཆགས་བྱུང། ད་དེ་རིང་ང་ཚོ་དེ་རིང་ནས་འགོ་བཙུགས་རྗེས་ང་ཚོ་འཛིན་གྲྭ་གསུམ་པའི་སློབ་ཚན་དང་པོ། བྱ་རིག་པ་ཅི་ཡིན་ཟེར་དེ་མ་བྲིས་ཀྱི་ཡིན་ད། ཨཱ་ནི་དེ་པཱ་ར་དེ་ལ་ཡ་སློབ་ཚན་དེའི་གོང་དེ་ལ་ག་རེ་ཡོད་རེད་ཟེར་ན་ཚིག་གསར་ཁ་ཤས་བྱོས་རེད། ཚིག་གསར་དེ་གས་དེ་མ་བྲིས་བཤད་ཅིག་རྒྱབ་ལ་བ་དེ་གས་དེ་རྒྱབ་ཚར་སོང་ན་ཨ་ང་ཚོ་སྦྲུམ་དེ་མ་ཅིག་བཤད་ད་ཨ་སྦྲུམ་དེ་བཤད་ཚར་དུས་ཨ་ནི་ཁྱེད་རང་ཚོའི་ལམ་སང་ཨ་ནི་ག་ཚོད་རེད་སྦྲུམ་དེའི་ནང་དོན་དེ་ཅིག་ཤེས་སོང་ན་ཡི་གེ་ཀློག་དུས་ཤ་བདེ་པོ་ཡོད་རེད་སློབ་ཚན་དེ་མ་ཀློག་དུས་ཙམ་པ་ཤ་བདེ་པོ་ཡོད་རེད། ཅེས་དང་གཉེར་བདེ་སེན་ཨ། དང་པོ་དེལ་ཡ་ཚིག་དེལ་ཡ་སི་ཨ་ཡི་གི་ནག་པང་ཀང་ལ་ཡ་ག་རེ་བ་རེ། དབྱར་དུས། དབྱར་དུས་སི་ན་ག་རེ། དབྱར་ཁའི་དུས་ཚོད། བ། ད། ནམ་དུས་བཞི་ཡོར་བ་ནམ་དུས་བཞི། ཨ། དབྱར་ཀ། དབྱར་ཀའི་རྗེས་ལ་ག་རེ་སྟོན་ཀ། སྟོན་ཀའི་རྗེས་ལ་ག་རེ་དགུན་ཀ། དགུན་ཀའི་རྗེས་ལ་ག་རེ་དཔྱིད་ཀ་ཞེས་བྱ་ནམ་དུས་བཞི་ཡོར་བ། ཨོ། ནམ་དུས་བཞིའི་ནང་ལོགས་ནས་དབྱར་དུས། དབྱར་ཀ། ར་བ་དབྱར་ཀའི་དུས་ཚོད་སི་བོ་ད། དེ་ནས་ཕོ་རོག། ཕོ་རོག་ལབ་ན། ཨོ། ནག་པོ་སྦྱོར་བ་བྱ་ནག་པོ་བྱེད། བོད་ལ་ཡིན་ན་ཕོ་རོག་དེ་ཚོ་ཆེན་པོ་ཡོར་བ། ད་དུ་བ་ལ་ཆུ་ལོག་ལ་ཡིན་ན་ཕོ་རོག་དེ་ཚོ་དེ་ཆུང་བ་རེ་ཞིག་དུ་བ། ཨོ་ད། ཕོ་རོག་བྱེད་བྱེད་ཕ་ན་རོ་ཕོ་ར་ན་རོ་ག་རོག་ཕོ་རོག་ཟུར་བ། དེ་ནས་ག་རེ་བ་རེ་ཁ་སྐོམ། ཁ་སྐོམ་ལབ་ན། ཧ་སྒོ་གུར་བ་ང་རང་ཚོ་ཆུ་སྟེང་ཉུལ་དེ་ཡུག་དུ་བ་ཁ་སྐོམ་དུས་གྲོ་ཁོག་ལྟོ་དུས་ཁ་ལག་ཚ་ཉིལ་དེ་ཡུག་དུ་བ། ཨོ་དེ་དོད་པ་ཆེ་ལེ་ཡུག་དུ་བ་དེ་ཕིག་ནག་ལ་རྫོགས་འགྲོ་གོ་རོ་བ་ནག་ལོག་ལ་ཡ།

ལུས་པོའི་ནུས་ཤུགས་སུ་ཡུ་བ་ང་དག་ཅིག་བི་ཀའི་ལས་ཀ་གར་བྱེད་ནས་འདི་བྱེད་ཡག་གི་བི་ཀའི་ཅིག་གི་ནུས་པོ་ཡོན་ཀྱོག་འཇོར་བ་འོ་དེ་དེ་ནུས་པོ་ཆེན་པོ་ཡོན་ཀྱོག་འོ་དེ་དེ་ནུས་ཤུགས་རུ་བ་ནུས་ཤུགས་སུ་ཡུ་བ་འོ་དེ་བྱེད་དེ་ནས་ཆུ་དུ་ཆུ་དུ་ལབ་ན་ཆུ་དུ་དེ་རུ་བ་ཆུ་དུ་ཡས་ཆུ་མས་ཆུ་གཉིས་མཉམ་དུ་ལ་ཆུ་དུ་ལ་རུ་བ་འོ་དེ་ཆུ་དུ་བྱེད་ཆུ་དུ་དེ་དུས་ཙམ་པ་ལ་མོའུ་ཆ་ཞིམ་ཆུ་ཆུ་ལྟ་ནར་དོ་དྲིག་རུ་བ་ཆུ་དུ་དེ་ནས་གར་ཡོག་རེད་ཟེར་ན་སྙབ། ལག་པས་ལྕགས་ལག་ཆིག་ལིང་ཀི་ཡིན་ན་ལག་པས་སྙབ། ཨོ། ལག་པ་ཕི་ཁའི་ཐུག་པས་དུས་མཐར་བ་སྙབ་བྱ་སྟེ་ཨོ་དེ་འདྲས་སྙབ་བ། ཡང་མེད་ན། དེ་ནས་མ་ཐག་པ་རི་མགོ་གཅིག་གིས་ཕི་ཁའི་བུ་དོལ་ཡང་སྙབ་བ། ལར་མང་ཀུ་ཡོར་བ་སྙབ་བུ་དེལ་ཡའོ་སྙབ། དག་བྱེད་དེ་ཁའི་ཟིག་གི་ཟིག་ན་ཨ་ལ་མཁའ་མཁའ། དེ་ནས་ཁ་རེ་བ་རེ་ངོམ། ངོམ་ལབ་ན། དཔེར་ན་ཆ་བྱས་ན་འདོད་པ། ཁང་པའི་དོན་དག་རེད་འདོད་པ་ཚིམ་པའི་དོན་དག་ངོམ་པ། ཆུ་བཏུང་དུས་བཏུང་པ་ཆུ། དོན་གཅིག་ཁ་སྐོང་པར་བ་ཁ་སྐོམ་ཅན་ཆུ་བཏུང་བ་ཆུ་བཏུང་གང་མཚམས་སུ་གནས་ནས་ཁ་ངོམ་པ་རེད་ཁ་ངོམ་པ་ལབ་ན་ཆུ་བསྒྲིགས་པ་རེད། ཡང་བ། ཆུ་བཏུང་ཡང་དེ་ཅིག་ཁ་བསྐོམ་བྱ་ཆུ་གོ་བར་བ། ཆུ་གོ་ཡང་དེ་སྤྲད་སྤྲད་སྤྲད་བྱས་ཨ། ཆུ་དེ་ཏག་ཏག་བསྒྲིགས་པ་ཡིན་ན་འོ་དེ་ལ་ཁ་ངོམ་པ་ཚིག་དག་ཁྱེད་ཚོ་ཡང་ཁ་ངོམ་པ། འོ། འོ་དེ་འདྲས་བྱས་ཚིག་དེ་ག་དེ་འདྲས་རེད་ཨ་དེའི་ཆེད་ལ་ང་ཚོ་སྦྲུམ་དེ་མ་ཨ་ནི་སྦྲུམ་དེ་མ་བཤད་གིན་གདའ་བས་ཅན་ཁྱེད་རང་ཚོས་སྦྲུམ་དེ་གོ་ཡོད་རེད། སྦྲུམ་སྙན་པོ་བྱ་རིག་པ་ཅན་ས་སྦྲུམ་དེ་གོ་མྱོང་ཡོད་བ། འོ་དེ་འདྲས་བྱས། འོ་ཡ། ད་སྦྲུམ་དེ་གི་འདྲས་རེད་ལབ་ཡིན་ན། སྙན་མ་སྙན་མ། ཨ་ནི་ཚ་བ་ཆེ་བའི་དབྱར་ཁའི་དུས་ཚོད་ཅིག་ལ། ཨ་ནི། སྤོ་རོགས་ཅིག། ཁ་ཤིའུ་ཅིག་བསྐོམ། གྲོ་གོག་ཤིའུ་ཅིག་ལྟོགས་ཅེས་ལྟ་ཁོ་ཟས་ཚད་ཁ་དཀྲོག་གོ་བསམ་བྱས་ཨ་ནི་འབད་ད་ག་ལས་རྒྱབ་ཅེས་འབད་ད། གཤོག་པ་ཟད་ཟད་ད། ནུས་ཤུགས་རྫོགས་རྫོགས་འབད་ད་ག་ས་ག་ལ་ཕིར་ཕྱིན་པོ་རེད་ཁོས་ཟས་ཟས་ཚད་ཁ། ཨ་ནི་འགྲོ་དུས་སུ་འབའ་ག་མཚམས་སུ་ནས་ཅིག་ལྟ་དུས། ཨ་ནི།

སྐྱེས་གས་མི་གས་ཆུ་དུས་མི་གས་ཆུ་ལུ་མ་ཉབ་བྱེད་ཆུ་ཆད་ཁ་ཚེ་ལས་ཡོ་མ་རོ། ཆུ་ལུ་མ་ཉབ་བྱེད་མ་ཉབ་སྐུ་དུས་རྔམ་དྲག་ཞུགས་ཅིག་ལང་ལྟུང་མ་བཏུབ་བྱེད་ཀ་ལས་ཞུགས་ཅིག་འཕྲད་བྱེད། ཁ་ནི་ཞུགས་སྐུ་འགོ་རུ་བ་ཆུ་ལྟུང་ནི་ལྟུང་ཉིད་ཞུགས་དུས་རུ་བ་ཆུ་ཐོང་བུ་དང་ལྟུང་ག་རུ་དུས་ལྟུང་ཐུག་འོག་མ་རུ་བ། རྟགས་དེ་འདྲ་ཅི་རེད་ཀོ་བསམ་བློ་ཞུགས་ཨ་ཙི་ད་ག་འདྲས་བྱུང་ང་ཁ་ནི་ཞུགས་སྐུ་འགོ་དུས་ཆུ་ནི་དུ་ད་འདི་ལྕགས་ན་ནི། ཆུ་གང་ག་བོད་འབྲུག་རི་ད་གར་བྱུང་ན་ས་ཁོ་བསམ་བློ་ཅིག་བཏང་ར་ས། ཨ་ནི། ལས་ཀ་གར་བྱས་ནས་བསམ་བློ་བཏང་ན། ཨ་ནི་ལས་ཀ་དེ་སྒྲུབ་ཐུབ་ཀྱི་འདུག་ཨ་ཧོབ་ཏུ་ལྟ་དུས་སྒྲུབ་ཐུབ་ཡ་མེད་པ་དེ་ཀླད་པ་དཀྲུགས་ན་ལས་ཀ་དེ་སྒྲུབ་ཐུབ་ཀྱི་རོ། དེ་ཡིན་དུས་ཁོས་བསམ་བློ་ཞིབ་ཅིག་བཏང་ད་ག་རེ་རེ་བྱེད་འོང་ན་བསམ། བག་ཆེ་ཚུགས་ཆེ་བྱས། ཧབ་ཏུ་ག་ལ་ཀླད་པ་ཞིག་དཀྲུགས་རྗེས་ཨ་ནི་བསམ་བློ་འཁོར་བ་རེད་ས། བསམ་བློ་ག་རེ་འཁོར་བ་རེད་ཟེར་ན། བལ་ཆེན་ཁྱི་རག་ཅིག་ཤི་འགྱུར་བ་དེ། ངས་ག་རེ་བྱས་པ་རེད། ལ་འགག་གཡས་གཡོན་ནས་རྡེའུ་ལབ་དུས་རྡོ་ཆུ་ཆུ་དེ་འདེད་རྡེའུ་ལེགས་པོར་བ།

ཆུ་དེ་སླེབས་ཐོག་དེ་ནས་ཁོ་གྱིས་ད་ཆུང་ཆུ་དེ་ཀེག་ཚད་གཡག་རུ་བཏུངས་རྗེས་ཁ་ངོམ་ངོམ་བཏུགས་རྗེས་ཨ་འདི་ཚོའི་ཁ་ངོམ་ཚར་ད། ཨོ་ད་ང་ཁ་སྐོམ་གཡག་གི་ཐག་གཅོད་དེ་ཚར་སོང་ད་ང་གྲོ་ཁོག་དོག་གཡག་གི་ཐག་གཅོད་བྱེད་ཁག་འགྲོ་གི་ཡོད་ཅེས་ཨ་མགོ་ཟས་ཚད་ཁག་ཆེན་པོ་རེད། ཨོ་ཧ་གོ་ཟོ་ད་གྲུམ་འདི་ཨོ་དེ་འདྲས་ཟེར་ད་གཡང་ཚོ་གྲུམ་འདི་ཉན་པའི་རྗེས་ལ་གཡང་ཚོའི་བསམ་ཚུལ་གར་ཁོག་སོང་གསར་བ་ལས་ཀ་ག་རེ་བྱས་པ་ཡིན་ནས་ལས་ལས་བ་དྲུག་བཅས་བྱེད་དགོས་རེད། རྣམ་དཔྱོད་སྐོར་བཅས་ལས་ཀ་བྱེད་དགོས་རེད། རེད་བ། རྣམ་དཔྱོད། རྣམ་དཔྱོད་སྐོར་རྣམ་དཔྱོད་དཀྲུག་ཟིན་པ་ལ་ཡང་བསམ་བློ་བཏང་ལེ་དགོས་ལས་བ་དཀྲུག་བཅས་ལས་ཀ་བྱེད། ལས་བ་མ་དཀྲུག་པར་ཁར་ཐོག་མཐའ་བར་ལམ་སང་ཁར་དུག་ཕྱིན་བསམ་བློ་བཅས་མ་བཏང་ལས་ཀ་བྱས་པས་ན་མགོ་ལོག་ཆེན་པོ་སྐྱེ་གི་རེད་ད། བྱས་ཙང་མི་ཡིན་དུས་རྩོམ་པ་རྣམ་དཔྱོད་ཡོད་རེད་བ། སེམས་ཅན་གཞན་པ་དང་མ་འདྲ་གི་རྣམ་དཔྱོད་ཞིབ་ཆོག་རེད། རྣམ་དཔྱོད་འདི་བེད་སྤྱོད་བྱེད་བཞིན་པ་ཀོ་རེད། ཁྱེད་ཚོ། འོ་འདུག་བཤད་སྒྲུབ་འདི་དག་ཡིན། ཨ་འདི་ཚགས་རོ་ཨ་ང་ཚོ་ཡི་གེ་སློབ་དེབ་ལ་གཟིགས་ཤོག་ཨ་ང་ཚོ་སྒྲུབ་འདི་གས་མ་གཅིག་ཀློག་གི་ཡིན་ད་ད་འཇིག་སྒྲུབ་བཤད་པ་འདི་གས་དེ་མ་གཅིག་ཀློག་གི་ཡིན་ད་ཁྱེད་ཚོ་ཨེ་འོ་འདུག་ཟིན་ད། ཚ་བ་ཆེ་བའི་དབྱར་དུས་ཤིག་ལ། ཕོ་རོག་ཅིག་ཁ་སྐོམ་བཞིན་བྲོས་པ་ཡང་ལྟོགས་ནས། ཆུ་དང་ཟས་འཚོལ་དུ་ཕྱིན། ཁོ། གཤོག་པ་ཟད་ཟད་དང་ནུས་ཤུགས་རྫོགས་རྫོགས་བ་འཕུར་བའི་མཐར་ལམ་འགྲམ་ཞིག་ཏུ་ཆུ་ཕྱེད་ཀ་ཙམ་ཡོད་པའི་དམ་བི་ཞིག་རྙེད། དམ་བི་དེའི་སྐེ་ཕྲ་བ་དང་ཆུ་ནི་ཕྱེད་ཀ་ཙམ་ལས་མེད་སྟབས། ཆུ་རྡོ་ནང་ལ་བཅུག་ཀྱང་མ་རྙེད། བསམ་བློ་མང་པོ་བཏང་རྗེས་ཐབས་ཤེས་ཤིག་རྙེད། ལམ་གྱི་གཡས་གཡོན་ནས་མདེའུ་དཀྲུགས་ཏེ་རེ་རེ་བཞིན་དམ་བིའི་ནང་བླུགས། རིང་པོ་མ་འགོར་བར་ཆུ་དམ་བིའི་ཁར་ཐོན། ཕོ་རོག་གིས་ཆུ་ངོམས་པར་ལྟུང་ནས་ཟས་འཚོལ་དུ་ཕྱིན་པ་རེད། ཨང་ཡང་དེང་སང་བ་ད་གྲུམ་དེ་བ་དེ་འདྲས་བྱས་ཨ་ནི་ཁྱེད་རང་ཚོས་ཡང་སེ་ཡང་སེ་ཀློག་གོ་ར་ད་ཧེན་ཟེར་དེ་གས་ཀློག་གིན་ཀློག་གིན་བྱས་པིན་ན་ཨང་གར་ཅིག་རེད་གྲུམ་དེ་གས་དེ་ཡག་པོ་ཅིག་ཤེས་ཡང་ད་ཡི་གེ་དེ་གས་ཡག་པོ་ཀློག་ཐུག་ར་བ་ཨང་དེའི་ནང་ལོག་ནས་གར་གར་རེད་ཨང་དག་ཆ་མང་པོ་ཤེས་གིན་རེད་ཨང་དག་ནང་བཞིན་མང་པོ་བྲིས་པིན་ན་ཡིག་གཟུགས་མང་པོ་ཤེས་གིན་ར་བ་ཡིག་གཟུགས་ཡར་འགྲོ་གོ་ར་བ་ཨང་བ་དེ་འདྲས་བྱས་ཨང་ཁྱེད་རང་ཚོས། དུས་དུས་སྟོང་པ་བྱུང་སོང་ན་སློབ་ཚན་འདི་ཚོ་ཀློག་གི་ཀློག་གི་བྱས་ཏེ་གལ་ཆེན་པོར་གདའ། འོ་ཡ་ཨ་ནི་ད་རིས་སློབ་ཚན་འོག་ཏུ་འདེད་སྲིད་ཡིན། ཨ་འདི་ཚར་བ་ཨ་ང་ཚོ་བར་གསེང་ཐོན་དུས་བཞག་ཨ་འདིའི་རྗེས་ལ་ང་ཚོ་སྦྱོང་ཚན་འདི་གའི་གོ་ཐུག་ཡིན་གདའ། མ་རེད། འོ་ཡ་ཐུགས་ཟིན་གདའ། ཡང་དག་བྱས་ཏེ་གཉེན་པོ་བྱུང་སོ། འོང་དུ་སློབ་ཚན་དེ་སྒྲུབ་བྱས་སྒྲུབ་གཉེན་པོ་བྱས་འདི་ག་འདས་ཁྱེད་རང་ཚོ་ཞེས་གཉེན་པོ་ངེས་ན་འདི་གའི་ཚར་བ་ད་ད་ད་གར་ཆོག་རེ་བྱིན་ནས་སློབ་ཚན་འདི་སྦྱོང་ཚན་འདི་ག་ང་ཚོ་མ་རིག་པ་དྲིན་བྱས་བྱེད་ཡ་ཡིན་ད་ངས་འདི་གང་ནས་མ་སློབ་ཚན་འདི་སྦྱོང་ཚན་འདི་ག་མ་གོ་ཚུགས་ཨ་ནི། དཔེ་མཚོན་དེ་འདྲའི་རེད་ཚིག་གཉིས་ཙམ་མ་བཤད། མང་ཆེ་ཁྱེད་རང་ཚོས་བསམ་བློ་གཏང་གི་འདེང་གི་བྱེད་ཡར་ད་ཡང་ཚང་མ་ངས་མར་འགྲེལ་བཤད་བརྒྱབ་བསྡད་ན་ཁྱེད་རང་ཚོ་སྦྱོང་ཚན་དེ་ལ་གྲོགས་མེད་མགྱོགས་བྱེད་འུར་བ་དེ་ཚང་སྦྱོང་ཚན་དེ་སོ་སོ་རང་གི་རིག་པ་སྒྲིམ་བསམ་བློ་གཏང་བྱེད་ཡ་ཡོད་དེ་བྱེད་དུས་ཙམ་པ་ངས་ཆ་ཚང་མ་ལབ་རྗེས་ངས་དཔེ་མཚོན་བཟོ་རོགས་བྱེད་རེད་ཁྱེད་རང་རིག་པ་ཁ་ཇེ་ཡག་ཙམ་དང་དཔེ་མཚོན་བཟོ་རོགས་རེད་རེད་མ་བྱེད་ཡ་བཤད་ཡ་བྱེད་ཨ་འདི་ཚར་སོང་ན་གཞན་པ་འཕྲོས་དེ་གས་དེ་ཁྱེད་རང་ཚོ་རང་གས་བསམ་བློ་གཏང་བྱེད་ཡ་ཡིན་ད་འོ་ཡ་ཨ་འདི་ནང་པ་ངམ་སྲིད་ཨ། སྦྱོང་ཚན་དང་པོ། དྲིས་ལན་གདམས་ནས་རྟགས་རྒྱོབ། ངོ་ཡ་ད་འདི་ག་རེད་ཟེར་ན་འོ་དེ་ལ་ཡང་དྲི་བ་གཅིག་བསྐུལ་ཡར་ཀ་བ་དེ་ལ་དྲི་བ་གཅིག་བསྐུལ་འདུག་ཨ། ཕོ་རོག་འདི་གཤོག་པ་ཟད་ཟད་དང་ནུས་པ་རྫོགས་རྫོགས་བར་འཕུར་དགོས་དོན་ཅི་ཡིན་ནམ་ལབ་རེ་བ་ད་ཁོ་གཤོག་པ་རྫོགས་རྫོགས་དང་ནུས་པ་ཟད་ཟད་བུ་དོ་ཕིར་གོ་ཡག་རྒྱུ་མཚན་ག་རེད་ལབ་རེ་བ། ད་དེ་ལ་ཁྱེད་རང་གི་ཡང་མེད་ན་རོགས་པ་འཚོལ་དུ་ཕྱིན་པ་རེད་ཡང་མེད་ན་ཟས་འཚོལ་དུ་ཕྱིན་པ་རེད་བ་ད་དེ་འདྲའི་ནང་ནས་ག་རེ་ཡིན་མེད་གཅིག་ལ་ཡང་འདི་རྟགས་རྒྱག་ཡིན་ད་འོ་འདུག་ཆེ། ཨ། ཁ་བ་དེ་ད་ག་རང་རེད། ཅིའི་ཕྱིར་ཕོ་རོག་དེས་དམ་བིའི་ཆུ་འཐུང་མ་ཐུབ་པ་ཡིན་ནམ་ཞེས་པར། གར་ཆེ་ཆེ་ཕོ་རོག་དེས་དམ་བིའི་ནང་གི་ཆུ་དེ་བཏུང་ཐུབ་ཡོད་མ་རེད་ཞེས་པར། འོ་དེ། ཨ་འདས། དྲི་བ་གར་ས་ལའི་མངལ་དུ་བ་དེའི་ནང་ནས་ལན་གཅིག། བསྒྲིགས་པ་དེ་རེད་དེ་ཁྱེད་རང་ཚོས། སོ་སོས་ཀློག་རྗེས་ཨ་ག་གི་རེད་དོ་ཨ་འདི་ལས་རྟགས་ཀྱང་ཡིན་དྲ་སློབ་ཚན་སྦྱངས་ཚར་སོང་ཙང་ཨ་འདི་ག་གི་རེད་ཁྱེད་རང་གིས་གདམ་ཡར་ད། འོ་འདུག་བྱས་དེའི་འོ་དེ། ཨ་ནི་ག་བ་དེའི་བདག་རང་རེད། ཁ་བ་དེ་ལ་དགང་སྟེ་བྲི་བ་རེད་དེའི་འོག་དེ་ལན་ལྔ་བསྣན་ནས་ལེའུ་གཅིག་བསྒྲིགས་པ་དེ་རེད། གན་དྷའི་སོས་རའི་བྲི་བ་དེ་སྤོ་རོག་དེས་ཆུ་གང་འདྲ་བྱས་ནས་བཏུང་བ་རེད་དམ། འོ་ད་སྤོ་རོག་དེས་ཆུ་ག་འདྲས་བཏུང་བ་རེད་ཟེར་ལབ་ད་ཡང་དེའི་འོག་ནས་ཁྱེད་རང་གི་གདམས་ཡང་ཡིན་ད་འོག་འདུག་བཅས་བྲི་བ་གསུམ་ལ་ཡང་ལན་བཅོ་ལྔའི་ནང་ལོགས་ནས་ལན་ཐིག་པ་གསུམ་ཡོད་རེད་ད་བསྒྲིགས་པ་གསུམ་རེད་བ་འོ་དེ་གས་ཁྱེད་རང་གི་ཚད་བཅས་བཏགས་སྐྱོན་ཡང་ཡིན་ད། བདེ་བྱེད། དང་སྦྱོང་ཚན་གཉིས་པ། གཉིས་པ། ད་ང་ཚོས་སྤོ་རོགས་དེ་ཟས་ཇི་ལྟར་རྙིད་མིན་བལྟ་དགོས། ངོ་ད་དེ་ང་ཚོ་འདི་སྐད་དེ་དཔྱད་གཞི་བྱེད་ཡར་ད་ང་རང་ཚོས་འདི་སྐད་དཔྱད་གཞི་བྱེད་ཡ་རེད་གཉེར་ཡ་ཨ་ནི་ཡི་གི། ན་ལོག་ལ་ཡ་བརྗོད་པ་ཐུན་དུས་སྦྱོར་འདི་སྐད་དེ་མ་ལོག་པ་ཡིན་ན་ཨེ་ང་ཚོས་མ་མགོ་ཅིག་སུ་སོ་སོས་བསམ་བློ་བཏང་ཐུག་ར། དེ་ལྟར་སྤོ་རོགས་དེ་འཕུར། འཕུར་ནས། བྲོས་པ་ལོང་ལ་འཇལ་སྐབས་གལ་སྣོད་ཅིག་གི་ནང་ཉྭ་ཤ་བླུགས་པའི་ཤེལ་དམ་མཁའ་སྤྱོད་དམ་པོར་བརྒྱབ་པ་ཞིག་རྙེད། ཁོས་ཤེལ་དམ་ལ་སྡེར་མོས་འདྲེས་པ་དང་མཆུ་རྡོ་བཙུགས་པ་སོགས་བྱས་ཀྱང་ཁ་ཕྱེ་མ་ཐུབ། ཡང་བསམ་བློ་མང་པོ་བཏང་རྗེས་ཐབས་ཤེས་ཤིག་རྙེད། ཤེལ་དམ་གནམ་ལ་བཀྱགས་ཏེ་ས་ལ་བརྡབས་པས་ཤེལ་དམ་ཧྲུག་ཆག་ཏུ་སོང་ནས་ཉྭ་ཤ་ཕྱི་ལ་འཐོར། ཕོ་རོག་གིས་ཤ་ཚིམ་པར་ཟད་ནས་གཉིད་ཉལ་དུ་སོང་ངོ། འོ་དེ་ད་འདིའི་ནང་ལོགས་ནས་སྤོ་རོགས་ཀྱི་ཐབས་ཤེས་གི་འདྲས་བྱས་ཏོ་ཡང་དེ་ལ་ཡ་དཔེར་ན་སྤོ་རོགས་ལ་ཉྭ་ཤ་ཟ་ཡག་གི་དོན་དག་ལ་ཡང་ཐབས་ཤེས་བྱས་ཏོ་ཨ་ནང་གི་ཐབས་ཤེས་མང་པོ་བྱས་ཏོ་ཨ་དེ་ནང་ནས་ཐབས་ཤེས་གང་དག་ཉྭ་ཤ་རག་ཡག་དོན་དག་ཐབས་ཤེས་ག་རེ་བྱས་ཡོད་མེད་འདི་གས་འདི་བསམ་བློ་བཏང། གསུམ་པ། སྤོ་རོགས་ཁ་ངོམ་པའི་མ་ཚད། གྲོད་པ་ཡང་བགྲངས་ཡོད། ད་པོ་རོག་གཉིས་ཉེ་བར་གསུང་ཚུལ་རང་གི་གང་བསམ་ཞིག་བྲིས། ད་གསུམ་པ་འདི་པོ་རོག་གོ་ཨ་ནི་ཁ་ངོམ་པའི་མ་ཚད་གྲོ་ཁོག་ཡི་རྒྱག་པ་རེད་གྲོ་ཁོག་རྒྱག་རྗེས་ད་པོ་རོག་གོ་བ་ཆེན་པོ་རེད་གཉིས་ཉེ་ག་ཆེན་པོ་རེད་ངོ་འདི་གཉིས་ཉེ་ག་འགྲོ་ཐག་འགྲོ་ལུགས་འདི་ཨ་ནི་ཁྱེད་རང་གི་ངོས་ནས་བསམ་བློ་བཏང་རྗེས་འདི་འཇུག་འདི་གས་འདི་ཁྱེད་རང་གི་ངོས་ནས་ཅིག་མཐུན་འཐུན་ཅིག་བྲིས་ད་ཅེས་པ་རེད་འོ་འདི་ཁྱེད་རང་བྲིས་ཡ་ཡིན་ད། བཞི་པ། ཕོ་རོག་ལྔ་པོས་བུམ་པའི་ནང་མདེའུ་བླུགས་སྟངས་རེ་རེ་ནས་འགྲེལ་བཤད་བྱོས། འདི་གར་བརྩི་བ་རེད་ཟེར་ན། ཨ་ནི་དེའི་བྱུང་ཚན་བཞི་པོ་དེ་ན་ལ་ཡ་དེ་ཨ་ནི་པ་ར་བྱེད་བར་ཕོ་རོག་ལྔ་བསྟན་བཞག་ཡོད་རེད། ཕོ་རོག་ལྔ་དེ་གས་གས་སོ་སོ་སོས་ཨ་ནི་བུམ་པའི་ནང་ལ་ཡ་གཅིག་མདེའུ་བླུགས་པ་རེད་གང་ལྟར་མདེའུ་བླུགས་སྟངས་ག་འདྲས་སུ་བླུགས་ཡོད་མེད་འབྱོར་བ་འདི་གས་ཀྱི་སྐོར་ལ་ཡ་ཨ་ནི་འགྲེལ་བཤད་རེ་རེ་བརྒྱབ་སྟངས་དེ་རི་མོ་དེ་ལ་བལྟས་བྱས་འགྲེལ་བཤད་རེ་རེ་བསྐྱོན་ཡག་ཡིན་ད། འོ་འདི་བྱུང་ཚན་བཞི་པོ་དེའི་ཆེད། ང་བདག་དེ་ནས་འོང་འདུག་ཅེས་ཀྱང་ང་ཚོ་རིག་པ་ཅན་བྱ་རིག་པ་ཅན་ཟེར་གི་སློབ་ཚན་འདི་སློབ་ཚན་དང་སྦྱོང་ཚན་དང་ཆ་ཚང་དུ་ཚར་བ་ཡིན། འོང་ཡ། ད་དེ་ནས་བྱས་ཀྱང་ང་ཚོ་ག་རེ་ཟེར་ན་བྱ་རིག་པ་ཅན་གྱི་སློབ་ཚན་འདི་མ་འབྲེལ་བཤད་དུས་དུས་སྐྱབས་སྦྲུམ་བཤད་རོ། ཨ་ནེ་དེ་བཅས་ལ་ཡང་སྦྱོང་ཚན་དེ་གས་དེ་ང་ཚོའི་ཨ་ནེ་འདུག་ཞེས་མ་སྐུལ་ཁྲིད་བྱས་ཀྱང་ང་ཚོའི་ངོས་ནས་སྦྱོང་ཚན་དེ་གས་དེ་འདུག་མ་གནང་གི་ཡོད་རེད་བ། དེ་གས་བྱས་རྗེས་ད་ག་འདྲ་ཆ་ཚང་རེད་ཅེས་ང་ཚོའི་ཐོག་ནས་འདུག་སློབ་ཚན་དང་པོ་དེ་སློབ་ཁྲིད་དེ་བྱེད་སྟངས་འདུག་གྲུབ་བ་ཡིན། ཨ་དེ་ཡིན་དུས་ཁྱེད་རང་ཚོ་དེ་རིང་སློབ་ཚན་དང་པོ་དེ་སྦྱངས་པའི་རྗེས་ལ་ཡང་མི་བསད་དེ། ལས་ཀ་ག་རེ་བྱས་ནས་ལས། རྣམ་དཔྱོད་ཞིག་སྟོན་གི་འདུག་ཟེར་བ། ཀླད་པ་ཞིག་དཀྲུགས་བཅས་ལས་ཀ་བྱེད་གི་འདུག་ས་དེ་བསླབ་བྱ་འདི་ཡིན་གྱི་མིན་གྱི། དགོངས་པ་ལ་ཡང་ཞག་ཧུར་ཐག་དེ་བཤད་རྗེས་རྗེས་མ་ཁྱེད་རང་ཚོ་གོ་བ་ཆེན་པོ་ཡིན་ནས་ས་ཕྱོགས་ག་འདྲས་ཅིར་ཕྱིན་པའི་ནས་ལས་ཀ་ག་འདྲས་བྱས་པའི་ནས་མི་ག་འདྲས་ཅི་དང་འབྲེལ་བ་བྱས་པའི་ནས་ག་འདྲ། དོན་དག་རྡོག་རྡོག་དེ་ཀླད་པ་དཀྲུགས་རྗེས་ལས་ཀ་བྱེད་དགོས་རེད། སྐད་ཆ་བཤད་ཡི་ནས་ཀླད་པ་དཀྲུགས་རྗེས་སྐད་ཆ་བཤད་དེ་ལས་ཀ་བ་རེད་ཀྱིན་སོང་བ། དེ་ཚང་ཀླད་པ་དཀྲུགས་རྗེས་ལས་ཀ་བྱས་ན་དཀའ་ངལ་ག་འདྲས་ཞིག་ནས་ལས་འགྲུབ་མ་ཐུབ་ཡ་ཡོད་མ་རེད་ཐབས་ཤེས་སྟོན་ཟིག་ཧོར་བ་ད། ཨོ་དེ་ཡིན་དུས་ད་དེའི་སློབ་ཚན་དེ་ཨ་ནེ་སྦྱངས་པ་བརྒྱུད་བཅས་ཁྱེད་རང་ཏན་ཏན་མེ་ལྕེའི་ནང་ལ་ཡ་གཅིག་ནས་བུ་ཡིས་ཡར་རྒྱས་བཏང་བ་དང་མཉམ་དུ་བསམ་བློའི་གནས་ཚད་དེ་ཡར་རྒྱས་ཕྱིན་རྗེས་ཡུན་གོ་བ་ལ་ཡང་ལས་ཀ་གར་བྱས་ནས་ལས་ཐབས་ཤེས་མང་པོ་བཏོན་རྗེས་ལས་ཀ་བྱས་ཀྱི་ཨ་ནི་རེ་བ་ཡོད་ཨ་འདག་ཡིན་ཨ་འདྲ་ཞིག་དེ་ལས་ཡང་དེ་ཞུ་གོ་སློབ་ཚན་རྣམས་ང་ཚོ་མུ་མཐུད་ནས་བྱས་ཡོང།